ཆུ་ར་བཅད། དེ་ནས། སྲན་མ་བརྡ། དེ་གི་ནང་བཞིན་གྱི། སྒྲོ་མ་དེ་འདྲའི་ལུགས་གི་རེད། ད་ཡིན་ནའི་ལས་དེ་སྤྱིའི་ཆ་ནས་ཚང་མ་ཏག་ཏག་དེ་འདྲའི་རེད་ཞོལ་ཡོད་མ་རེད་ལུང་པ་སོ་སོ་སུ་ཡང་ཁྱད་པར་ཡོད་རེད་བ། ཨ་ལས།
ལ་སོ་ད་རུང་ན་ནིང་ང་ཐུག་པོ་ཐུག་མེད་ཀ་སོ་ངས་འདི་གནང་རུང་ལ་འདི་འདུག་བ། ཤུག་པོ་ཅིག་བྱས་ཤུག་གི་ནང་ལ་སོ་ལ་ཟ་བྲིས་བཞག་འདུག་བ། ཨ་ལས། ཨོ་དེ་ཡིན་ན་འདི་གང་ཟེར་ན།
ད་དེ་ཞུ་ན་ཡང་ལོ་རྒྱུས་རིང་པོ་རེ་བཞི་ཡོར་ད་ལ་དང་པོ་དེ་ག་རེས་ན་ཁྱེད་རང་གིས་སུ་ཡང་ན་ཞིག་ཤུག་པོ་བདུན་གྱིས་ཟི་གོ་རུ་བ་ད་སྔ་མ་ཡིན་ཞིང་ང་ན་ཚོ་འགྲོ་སྟངས་གི་འདྲེ་རེ་བས་ན་བ་ཚི་འདྲི་དུས་ནས་ཧུ་རུ་བ་ཚི་ལ་ཆེ་ཆུང་གསུམ་ཡོ་རེ་ད་ཆེ་ཤོས་དེ་ཡིན་པ་ཆ་ཤི་ན་ང་ན་ཚོ་ད་གྲུ་བཞི་དེ་འདྲེ་ཡོད་རྗེས་ནི་ཉི་མ་དང་ཟླ་བ་དང་དེ་འདྲེ་གི་གཟུགས་དེ་འདྲེ་དབྱིབས་བཟོ་ན་རྗེས་ནི་བ་ཚི་ན་ལུ་ན་གོ་རུ་བ་དེ་ཆེ་ཤོས་རྗེས།

མི་དེ་ནི་ལོ་གསར་པའི་ནང་ཁམས་བཟང་པོ་ཡོད་པ་དེ་འདྲའི་ད་དུང་ག་རེ་ཡང་ཞེ་ན་ཚ་དང་མ་ནུས་རྩེད་རྒྱོགས་སུ་འདྲེ་འདོན་བྱེད་ན་ཨན་ཁྱེད་རང་དགེ་ལེགས་ངན་པོ་རེ་ཞིག་འདུག་ཞུ་གོ་རེད་རེད་ལ།
ཨན་ཁྱེད་ལ་ལོ་གསར་སྐབས་ཀྱི་དངོས་རྫས་མང་པོ་ཅིག་འབྲེལ་འདྲིས་བྱས་པའི་བརྒྱུད་རིམ་ནང་ལ་ཕུལ་བྱོས་ཀྱི་རིག་གནས་ཡོད་རེད་པ་ཨན་དེའི་སྐོར་རབ་ཚེ་བོན་ཆོས་ཞུ་གི་བསམ་བྱོས། ད་ཕུལ་བྱོས་ཟེར་ན་ག་རེ་ཡང་ཞེ་ན་རྗེ་ལགས་གཅིག་གིས་ཕུལ།

རྟ་མགོ་ནག་ཚོས་ཕྱུག་པོའི་ངོས་ནས་ཆ་བཞག་ན་ལོ་སར་ཚེས་གཅིག་གི་ནང་སྨད་དང་ཡང་མེད་ན་ཞོགས་པ་སྔ་པོ་ནས་གླེན་ག་འཕེལ་གྱི་རེད་པ། ཨ་ཕྱུག་པོས་གླེང་དུས་བྱམས་པ། ག་རེ་ལ་ཧབ་ཏུ་རྒྱག་དགོས་རེད་ཟེར་ན་མགོ་ཆུ་སྐྱེས་ལ་ཧབ་ཏུ་རྒྱག་དགོས་རེད་པ། ད་དེ་ལ་གསུངས་ཚུལ་ག་རེད་ཟེར་ན། གནམ་གང་གི་ཉི་མ་དེ་ག་རེད་ཟེར་ན་གཤིན་རྗེ་ཆོས་རྒྱལ་གྱིས་གངས་རིའི་ཚེ་ལ་ཕེབས་བྱས་རྗེས་གངས་སེང་དཀར་མོ་ནས་འོ་མ་དེ་འདྲེན་བྱེད་གནང་དགོས་བ་རེད། ད་ཁོ་རང་གིས་འོ་མ་དེ་བཞི་དུད་ཙམ་བག་ནས་ཐིགས་པ་དེའི་ས་ལ་ཐིམ་དུད་ཙམ་བག་གམ་གནང་བ་རེད་ན་ཁ་བའི་ལྗོངས་ཀྱི་ཆུ་རྒྱུན་ལ་ནི་གངས་སེང་དཀར་མོའི་འོ་མའི་ཐིགས་པ་དེ་སེམས་བདེ་དུད་ཙམ་བག་ནི་གལ་སྲིད་མགོ་ཆུ་དེ་ཕབ་ཐོག་ཐུབ་བག་ཆ་ཤ་ན་དེའི་དངོས་གྲུབ་དེ་ཐབས་དགོས་བ་རེད་ཞུ་འདུག་ཨང། དེ་འདྲ་ཡིན་དུད་ཙམ་བག་ང་ཚོའི་ལུང་པ་ལ་ཆ་ཤ་བག་ཆ་ཤ་ན་ནག་མེད་ལ་ཨ་དཀར་མ་ལ་སོགས་དེ་བཤད་དུད་ཙམ་བག་ནས་ཆུ་བོད་དེ་གླིང་ག་འགྲོ་གི་རེད།

ད་དེང་སང་མང་པོ་ཅིག་གིས་སྟབས་བདེ་སྟེགས་ཀྱི་ཁེངས་བྱས་ཀྱི་ལུས་པོད་དེ་ཕྱི་ལོགས་ཀྱི་ཁྲོམ་གཞུང་ནས་ཉོ་གནང་གི་རེད། ཆུ་བོད་དེ་ཡིན་པ་ཆ་བཞག་ན་རེས་ན་ཁྱིམ་ཚང་སོ་སོ་ལ་ཆུ་ཀ་ལེ་འཐེན་བཞག་ཡོད་དུས་བཟང་པ་ད་ཡིན་གྱིས་ཆུ་མགོ་ལ་ལིང་ག་འབྲུག་མ་རེས་བསླབ་བྱས་ཀྱི་སྟབས་གང་བདེ་བདེ་ཅིག་འོག་ལ་བ་ད་ཡིན་ནའི་ལས་ཀ་རེས་ན་ང་ནག་ཆུ་བོད་ཆོས་ཀྱི་རིག་གནས་འདི

ལོ་གསར་སྐབས་ཀྱི་དམངས་སྲོལ་དུ་ཚོ་ལ་དོ་སྣང་དང་དང་དུ་ན་ཡ་དེ་གལ་ཆེན་པོ་ཞུ་གི་རེད་བྱ། ཁམས་བཟང། ཟླ་དེ་རེའི་འབྲོག་བཟོ་སྤྱི་དམངས་ཀྱི་དཔེ་ཆུང་ཆུང་ཅིག་ཁེལ་ཡོང་རྗེས་རྣམ་པ་ལྷན་རྒྱས་ལ་འབྲོག་བཟོ་སྤྱི་དམངས་ནང་གི་དཔྱ་དངོས་དེའི་མཚོན་བྱེད་ལྷག་པར་དུ་འགའ་རེས་ན་འབྲོག་བཟོ་སྤྱི་དམངས་ཀྱི་གཡས་གཡོན་གྱི་འབྲི་སྟངས་ལ་ནོར་འཛོལ་ཆེན་པོ་ཡོང་གི་འདུག་ཨང། དེ་ནས་འདིར་ཟམ་པ་རྣམ་པ་ལྷན་རྒྱས་ལ་དེའི་སྐོར་ལ་རབ་བརྩེ་བ་འབྱོར་ཞུ་ཡ་བྱས། ད་གྲུབ་ཚུལ་ཅི་མ་དེ་ཡིན་པ་ཞེས་བྱ་ན་ང་ནག་ཆུ་ལོའི་གཟའ་ཐོས་པའི་ག་རེ་ཟེར་ན་ཆང་སྲི་དང་ནི། རྟེན་འབྲེལ་གྱི་མཛད་སྒོ་ཡོད་དོ་ཅོག་ལ་བེད་སྤྱོད་བསྟར་ཡག་གི་དངོས་པོ་རྟེན་འབྲེལ་གྱི་རིག་པ་དེ་འདྲ་ཡིན་དུས་བཟང་པ་གྲུབ་ཚུལ་ཕྱི་མ་ཀླུ་སྲིའི་མིང་ལ་ག་རེ་ཞུ་ག་རེ་ཟེར་ན་འབོ་ཉིས་འབྲེལ་ཞུ་གི་ད་འབོ་སྲི་བྱས་ན་ང་ནག་ཆུའི་འབྲུ་རིགས་ཀྱི་འཇལ་ཚད་རྟེན་འབྲེལ་གྱི་རིག་པ་དེ་གཉིས་མཉམ་དུ་འབྲེལ་དུས་བཟང་པ་འབོ་ཉིས་འབྲེལ་ཞུ་འདུག་གམ།

ཞིང་ལས་ཐོན་སྐྱེད་ཀྱི་གཙོ་བོ་འབྲུ་རིགས་དང་འབྲོག་ལས་ཐོན་སྐྱེད་ཀྱི་གཙོ་བོ་དཀར་ཆུ། ལྷག་པར་དུ་དེའི་སྒང་ལ་ཡོད་པའི་མར་དེ་འདྲས་ཡིན་དུས་རྩམ་པ་ག་རེ་ཟ་ན་ལོངས་སྤྱོད་འབོར་ལ་འཇལ་མཇལ་ཡོང་བ་ཤོག་ཟེར་དེ་འདྲས་ཀྱི་རྟེན་འབྲེལ་དེ་འདྲས་མཚོན་དགོས་བ་རེད། དེ་གཅིག་རེད་དོ། ད་གཉིས་པ་དེ་ཡིན་པ་ཆ་ཤས་ན་ང་ནག་ཆུ་དེང་སང་གི་སྤྱི་ཚོགས་ནང་ལ་མང་པོ་ཅིག་གིས་གྲོ་ཆུ་དང་ཕྱེ་མང་གི་སྒྲིག་སྟངས་དེ་ལ་ཨ་ནི་ཁྱད་མེད།